དེ་རིང་གི་སྙན་ཐོ་འདི་ནང་དོན་གཙོ་བོ་གང་ཡིན་ཞུས་པ་ཡིན་ན་སྤྱི་ནོར ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་པ་དང་དག་ནང་བཞིན་བོད་ཀྱི་ཁོར་ཡུག་སོགས་འགྲེམས་སྟོན་གྱི་ལམ་ནས་དུ་སྟོན་གནང་གི་འདུག་དེ་དང་འབྲེལ་བའི་སྙན་ཐོ་ཞིག་ཡིན་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཕྱི་འབྲེལ་འགྲེམས་སྟོན་ཚན་པ་དང་བོད་རིགས་སྤྱི་མཐུན་ཚོགས་པ་བཞིའི་ཐུན་མོང་གི་གོ་སྒྲིག་འོག་ས་གནས་བཞི་ལ་གང་དག་ཏུ་གསལ། འགྲེམས་སྟོན་དེ་དུས་སྟོན་གནང་གི་འདུག་འགྲེམས་སྟོན་གནང་དོན་གཙོ་བོ་དེ་གང་དག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་མཛད་པ་རེད་ང་རང་ཚོ་བོད་ཀྱི་ཁོར་ཡུག་རེད་བོད་ཀྱི་ས་བཀྲ་དང་ནང་བཞིན་བོད་ཀྱི་ཤོག་དངུལ་འདི་ཚང་མ་དུས་སུ་སྟོན་གནང་གི་འདུག་ད་དེ་རིང་ནིའུ་ཡོག་དེ་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་ནང་དུ་སྟོན་གནང་གི་འདུག་དེ་རིང་དང་སང་ཉིན་གནངས་ཉིན་བཅས་གང་དག་ཉིན་གསུམ་རིང་སྤྱི་ཟླ་གཉིས་པའི་ཚེས་བཞི་སྔ་དྲོ་ཞོགས་ཀའི་ཆུ་ཚོད་བཅུ་པ་ནས་དགོན་བདག་རྒྱལ་བབ་པ་དང་གང་དག་ཉི་མ་ཉིན་སྔ་དུ་བཏོན་གནང་འདུག་གདང་ནང་བཞིན་དངོས་བྱུང་གི་གློག་བརྙན་ཡང་དུ་བཏོན་གནང་གི་འདུག་སོང་ཙང་ང་རང་ཚོ་ནེའུ་ཡོག་དང་ནེའུ་ཇར་སི་ཁུལ་དུ་ཡོད་པའི་བོད་པ་གང་མང་མང་མཉམ་ཞུགས་གནང་རོགས་གནང་ཞུ་ཡ་ཡིན་ད་འགྲེམས་སྟོན་དེ་གང་དག་ཞོགས་ཀའི་ཆུ་ཚོད་བཅུ་པ་ནས་དགོན་བདག་རྒྱལ་བབ་པ་དུ་ཚོ་ཟེར་ཉི་མ་གསུམ་རིང་བཏོན་གནང་གི་འདུག་དེ་ལ་རིན་པ་སྤྲད་དགོས་ནི་མི་འདུག་སུས་བདུད་རྩི་ག་དུས་ཁོམ་ན་ཟིག་ག་ཕེབས་པས་ན་ལྷག་པར་དུ་ཕ་མ་ཚོ་གིས་ཕྲུ་གུ་ཚོ་དེ་ཁྲིད་པས་ན། པར་རིས་ཚང་མའི་སྒང་ལ་གང་དག་དབྱིན་ཇི་དང་བོད་གཉིས་ཀར་བྲིས་གནང་འདུག་རྩ་བའི་བདེ་བླག་དྲུང་འཕར་སྐུ་ངོ་རྣམ་རྒྱལ་ཚེ་དབང་ལགས་དང་འགྲེམས་སྟོན་ཚན་པའི་འགན་འཛིན་སྐུ་ངོ་བསྟན་འཛིན་སྟོབས་ལྡན་ལགས་ཁོ་རྣམ་གཉིས་འདུག་ཁོ་རྣམ་གཉིས་ལ་བཀའ་འདྲི་ཞུས་པ་ཡིན་ན་འགྲེལ་བཤད་ཆ་ཚང་བསྐྱོན་གནང་འདུག་བོད་སྐད་ཐོག་ནས་བསྐྱོན་གྱི་འདུག་དབྱིན་སྐད་ཐོག་ནས་བསྐྱོན་གྱི་འདུག་དེ་སོང་ཙང་ཕ་མ་ཚོ་གི་ཕྲུ་གུ་ཚོ་དབྱིན་ཇི་མི་ཤེས་ཏེ་ཁྲིད་ནམ་ཡིན་ན་ང་རང་ཚོའི་ལྟ་མི་ར་གསར་པ་ཚོ་ལ་ལྷག་པར་དུ་བོད་པའི་ཤོག་དངུལ་ཡིན་ན་རེད་བཀྲམ་ཁ་ཡིན་ན་རེད་དེ་ཚང་མ་ཕར་ངོ་སྤྲོད་བྱས་པ་ཡིན་ན་མི་ར།

ང་རང་ཚོ་སོན་པའི་རིང་ལ་སོ་སོ་ལ་འགན་འཁྲི་གཅིག་ཡོད་པ་དེ་སོ་སོའི་ཆོས་དང་རིག་གཞུང་ག་རེ་ན་དག་པ་རྒྱག་ཡ་དེ་སོ་སོ་འགན་འཁྲི་ཡོད་རེད་འདི་སོང་ཙང་འགྲེམས་སྟོན་དེ་སི་ག་གང་མང་མང་འཕེལ་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ། ད་དེ་རིང་འདི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་ནང་ད་ལྟ་འགྲེམས་སྟོན་གྱི་གྲ་སྒྲིག་གནང་བཞིན་པ་དེ་དྭང་བླངས་མང་པོ་ཞིག་འཕེལ་ཤག་ལ་སྤྱི་དོན་ཚོགས་པའི་རྒྱུན་ལས་དང་མཉམ་དུ་དེ་དྭང་བླངས་འདུག་སྙིང་ཐག་པ་ནས་ཐུགས་ཆེ་ཞུ་ཡ་ཡིན་དེ་དྭང་བླངས་མང་པོ་འཕེལ་ཤག། རྣམ་པ་སོགས་ཏེ། དེ་རིང་འགྲེམས་སྟོན་གཟིགས་སྐར་འཕེལ་ཤོག་འོ། གཙོ་བོ་ང་རང་ཚོས་དེ་སྟེང་ངོ་རུམ་ཆེ་གི་མཛད་པ་དང་འབྲེལ་བའི་འགྲེམས་སྟོན་འདུག་ས་རེད། དེ་སོང་ཙང་དེའི་ནང་ལོགས་ལ་བོད་ཡིག་དང་དབྱིན་ཇི་གཉིས་ཀ་འདུག་ལྷག་པོར་དུ་ཕ་མ་ཚོ་གི་ཕྲུ་གུ་ཚོ་དེའི་ཁྲིད་ཡོང་གི་ཡིན་ན། དེ་ལ་བོད་ཡིག་དང་དབྱིན་ཇི་གཉིས་ཀ་འདུག་ཡག་པོ་ཤོག་ཅིག་འདུག། ཞིབ་ཕྲ་ངས་ད་ལྟ་རེད་རེད་འདུག་སྨྲ།

ང་རང་ཚོའི་ད་བོད་པའི་ཆབ་སྲིད་ཀྱི་ཐུགས་འགན་ནས་བཤད་པའི་སྐབས་ཀྱི་བཀོད་པ་དེ་དེ་རེད་ཤག་དེ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་ཉི་མ་དུ་སི་ཀྲོན་གནང་བ་དེ་རེད་ཤག་འདིའི་འོག་མ་དེ་ད་དེ་རེད་ཤག་སྤྱི་ནོར་ཁང་སྐྱ་དམག་ཆེན་པོ་མཆོག་ལྷ་ས་ནས་གྲོས་མོལ་མཉན་ཡོད་དུ་ཆིབས་རྒྱུག་སྐབས་ཆིབས་ཞབས་སྟོན་འཁོར་ལྷན་དུ་དེ་རེད་ཤག་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོ་ལ་དེ་རེད་ཤག།

རྒྱ་གཞུང་གི་སྟབས་བསྟུན་རིན་ཐན་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་སྐུ་པར་དེ་རེད་ཤག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་རེད་ཤག་ད་དེ་དེ། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྤྱི་ནོར་ཝང་སྐྱབས་མགོན་ཆེན་པོ་མཆོག་དང། ཀུན་གསལ་པཎ་ཆེན་རིན་པོ་ཆེ་རྣམ་གཉིས་རྒྱ་གར་དུ་སྟོན་པ་ཤཱཀྱ་ཐུབ་པ་སྐུ་མྱ་ངན་ལས་འདས་ནས་མི་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་ཚོམས་ཆེན་དུ་ཆིབས་བསྒྱུར་བསྐྱངས་པའི་སྐབས་ཀྱི་སྐུ་པར་དེ་རེད་ཤག་དེ། འདི་འོག་མ་སྟེ་འདི་རེ་ཞག་དང། སྤྱི་ནོར་སྒང་སྐྱབས་མགོན་ཆེན་པོ་མཆོག་དང། ཡོངས་འཛིན་རྣམ་གཉིས་གླིང་རིན་པོ་ཆེ་མཆོག་དང་ཁྲི་བྱང་རིན་པོ་ཆེ་མཆོག་ད་ལྟའི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཅུ་ང་དྲུག་ལོ་ལ་སྒྲོན་མེ་དགུ་པ་བྱས་པའི་རེ་ཞག། དེ་ནས་དེའི་མ་དེ་དང་པ། འདི་སྤྱི་ནོར་སྒང་སྐྱབས་མགོན་ཆེན་པོ་མཆོག་ལྷ་ལྡན་སྨོན་ལམ་ཆེན་མོ་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་བཅའ་མཛད་པའི་སྐབས་ཀྱི་དགུ་པ་དེ་རེ་ཞག་གཅིག་སྟོང་དགུ་བརྒྱ་ང་བཅུ་ང་དགུའི་ལོ་ལ་རེ་ཞག།

གནང་བཞིན་པའི་སྐབས་ཀྱི་སྐུ་པར་དེ་རེད་ཤག་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་དེ་རེད་ཤག་དེ་ནས་འདིའི་འོག་མ་དེ་སྤྱི་ནོར ྋསྐྱབས་མགོན་ཆེན་པོ་མཆོག་དང་སྐུ་སྒོ་ལྷན་རྒྱས་རྒྱ་གར་ས་མཚམས་དུ་ཞབས་སོར་འཁོད་པའི་སྐབས་ཀྱི་སྐུ་པར་དེ་རེད་ཤག་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་དེ་རེད་ཤག།

གྲོས་མཐུན་དེ་མཛད་བཅུ་བདུན་ཟེར་བ་དེ་འདིར་ངོས་ལེན་མེད་པའི་གསལ་བསྒྲགས་སྤེལ་གནང་མཛད་བཞིན་པའི་སྐབས་ཀྱི་དགུ་པ་དེ་རེད་ཞག་དེའི་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་དྲུག་པའི་ཚེས་ཉི་ཤུ་ཉི་མ་དེ་ལ་དེ་དེ་རེད་ཞག། དེའི་དགུ་པ་སྤྱི་ཐོ་དེ་དེ་རེད་ཞག་སྤྱི་ནོར་ཝང་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་གཞིས་ཆགས་སུ་ཆིབས་བསྒྱུར་སྐབས་བོད་མི་སྐྱབས་བཅོལ་བ་རྣམས་ཀྱི་བསོད་ནམས་འདེབས་ལས་ལ་གཟིགས་ཞིབ་གནང་བཞིན་པ་ཟླ་དེའི་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་རེད་ཞག། དེ་དུ་བ། མིང་དེ་ཡོད་སྲིད་བྱས། དེ་ནས་དེ་གཉིས་པ་སྟེ་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ཟླ་གསུམ་པའི་ཚེས་གསུམ་ཉིན་མ་སུ་རི་བོད་མིའི་གཏན་འཇགས་སློབ་གྲྭ་ཐོག་མའི་དབུ་འབྱེད་མཛད་སྒོར་དགོངས་མཆོག་ཆིབས་བསྒྱུར་བསྐྱངས་པ། དེའི་སྐབས་ལ་རེ་ཞིག། དེ་ནས་དེ་མ་ཕྱི་དེའི་སྤྱི་དུ་བ་སྟེ་སྤྱི་སྟོང་དགུ་བརྒྱ་དོན་བཞི་ཐམ་པའི་ལོར་སྤྱི་ནོར་ཝང་སྐྱབས་མགོན་ཆེན་པོ་མཆོག་གིས་དམངས་གཙོའི་དུས་དྲན་མཛད་སྒོའི་ཐོག་མི་མང་ལ་བཀའ་སློབ་སྩལ་བཞིན་པ།

དང་ལྷན་དུ་མཇལ་འཕྲད་གནང་པའི་སྐབས་ཀྱི་སྐུ་པར་དེ་རེད་ཤག། དེ་ནས་མ་བྱེད། དེ་དེ་གཉིས་པ་ཅིག་འདུག་ཨ། དེ་དེ་རེད་ཤག། རྒྱ་གར་གཞུང་གིས ྋགོང་ས་མཆོག་དང་པཎ་ཆེན་རིན་པོ་ཆེ་རྣམ་གཉིས་ལ་གཞུང་འབྲེལ་གསོལ་སྟོན་དེང་དུས་སྐབས་རྒྱ་གར་སྲིད་འཛིན་རྭ་ཅན་དར་པར་སག་དང། སྲིད་བློན་ནེ་ཧ་རུ་ལྷན་དུ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་བསྐྲུན་པའི་སྐུ་པར་དེ་རེད་ཤག།

འོག་གི་སྐུ་པར་དེའི་སྤྱི་ནོར་ཝང་སྐྱབས་མགོ་ཆེན་པོ་མཆོག་དང། རྒྱ་གར་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Virbhadra Singh དང་ལྷན་དུ་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་སྐུ་པར་དུ་སི་རེ་ཤཱ། ཐོན་དེའི་སྐུ་པར་དེ་དི་རེ་ཤཱ་སྤྱི་ནོར་ཝང་སྐྱབས་མགོ་ཆེན་པོ་མཆོག་དང་རྒྱ་གར་གྱི་སྡེ་སྲོག་བློན་ཆེན Subha Anjay མཇལ་འཕྲད་གནང་བཞིན་པའི་སྐབས་ཀྱི་སྐུ་པར་དི་རེ་ཤཱ། ད་ལྟའི་མཚན་དེ Georgia Burmese ཞེས་འདོགས།

པོ་ལན་སྲིད་འཛིན་རྣམ་གཉིས་མཇལ་འཕྲད་རྩིས་བཞིན་པའི་སྐབས་ཀྱི་སྐུ་པར་དེ་རེད་ཤག་དེ་སྤྱི་ལྡོག་སྒོ་ཀྱི་སྐུ་ཆུ་སྒོ་གསུམ་ཟླ་ལྔ་པའི་ཚེས་བཅུ་བདུན་ལ་བསྐྲུན་པ་ཅིག་རེད་ཤག་དེ་ཀོང་སི་མཆོག་དང་ཨོ་སི་ཀྲི་ལི་ཡའི་སྲིད་འཛིན་མཇལ་འཕྲད་རྩིས་བཞིན་པའི་སྐབས་ཀྱི་སྐུ་པར་སྤྱི་ལྡོག་སྒོ་ཀྱི་སྐུ་ཆུ་སྒོ་གསུམ་ཟླ་དྲུག་པའི་ཚེས་བཅུ་བཞི

ཀོང་སོ་དང་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མྱོང་བའི་ཨུ་རུ་སུའི་སྲིད་འཛིན་སུ་བྷ་ཁ་ཚོ་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་སྐུ་པར་རེ་ཞྭ་སྟེ་ཉིས་སྟོང་གསུམ་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ལ་རེ་ཞྭ་ནས་དུ་བ་སྟ་འདེ་ཀོང་སོ་དང་ཡུ་རོབ་མཐུན་ཚོགས་ཀྱི་ཆོས་སྲིད་ཀྱི་དབུ་ཁྲིད་རྣམ་པ་ལྷན་དུ་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་དེ་རེ་ཞྭ་སྟེ་ཉིས་སྟོང་དྲུག་ཟླ་ལྔ་པའི་ཚེས་སུམ་སོ་གཅིག་ལ་སྒྲོལ་མ་ཆེ་རེ་ཞྭ། ཟླ་འདིའི་འོག་ཏེ་ཀོང་སི་ཕྱོགས་དང་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཚོགས་གཙོ་དག་ནང་བཞིན་ཡུ་རོབ་སྤྱི་ཁྱབ་ལྷན་ཁང་གི་གཙོ་འཛིན་སོགས་བར་གཙོ་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་དགུ་པ་རེ་ཞག་སྟེ་ཉིས་སྟོང་དྲུག་ཟླ་ལྔ་པའི་ཚེས་སུམ་ཅུ་ལ་བསྒྲོན་པ་བཅས་རེད། འདིའི་འོག་ཏེ་ཀོང་སི་ཕྱོགས་དང་འབྱོར་འབྲིང་གི་རྒྱལ་པོ་ཨབ་དུལ་རྣམ་གཉིས་ཕན་ཚུན་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་དགུ་པ་རེ་ཞག་ཉིས་སྟོང་དྲུག་ཟླ་དྲུག་པའི་ཚེས་ཉིས་བརྩེགས་བཅས་ལ་བསྒྲོན་པ་བཅས་རེ་ཞག་སྟེ་འདིའི་འོག་ཏེ།

རྣམ་གཉིས་རྗེས་དྲན་མཛད་བཞིན་པའི་སྐབས་ཀྱི་སྐུ་པར་ཉིས་སྟོང་བརྒྱད་ཟླ་ལྔ་པའི་ཚེས་ཉི་ཤུ་གསུམ་ལ་བསྐྲུན་པ་ཅི་རེད་ཤག། དུས་འོག་མ་དེའི་ཀོང་སོའི་ཨ་རིའི་ཕྱི་སྲིད་བློན་ཆེན་དང་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་སྐུ་པར་ཉིས་སྟོང་བཅུ་ཟླ་གཉིས་པའི་ཚེས་བཅོ་བརྒྱད་ལ་བསྐྲུན་པ་ཅི་རེད་ཤག། དུས་འོག་མ་དེའི་ཀོང་སོ་མཆོག་དང་དབྱིན་ཡུལ་གྱི་སྲིད་བློན་ཕན་ཚུན་མཇལ་འཕྲད་མཛད་བཞིན་པའི་སྐབས་ཀྱི་སྐུ་པར་ཉིས་སྟོང་བཅུ་གཉིས་ཟླ་ལྔ་པའི་ཚེས་བཅུ་བཞི།

བཱ་ར་ན་སི་ཧིན་རྡུའི་མཐོ་སློབ་ནས་མཁས་དབང་གི་ཆེ་བསྟོད་གཟེངས་རྟགས་འབུལ་བཞེས་མཛད་པ་ཨ་སི་ཐི་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་ལ་གཟེངས་རྟགས་འདི་བསྡུ་ཕུལ་གནང་ཞབས་ད་གཉིས་པ་འདི་གོང་ཤོག་ལ་འཛམ་གླིང་ནང་ཞི་བདེའི་གཟེངས་རྟགས་མཐོ་ཤོས་ནོ་བེལ་ཞི་བདེ་གཟེངས་རྟགས་འདི་རེད་སྤྱི་སྟོང་དགུ་བརྒྱ་བརྒྱད་དགུ་ཟླ་བཅུ་གཉིས་པའི་ཚེས་བཅུ་ལ་དེ་རྗེས།

ཕྱི་སྐྱོད་ལམ་ཡིག་གི་ངོས་བཤུས་རེད་བསམ་དེ་མཚུངས་བོད་ཀྱི་ཚོང་དོན་སྐུ་ཚབ་ཀྱི་མི་འགྲོ་གཞན་ཚོ་ཡང་བོད་གཞུང་ནས་གནང་བའི་ཡིག་ཆ་དེ་ག་རང་བེད་སྤྱད་དེ་ཕྱི་སྐྱོད་ཡུལ་གྲུ་ཧོང་ཀོང་དང་རྒྱ་ནག་རྒྱ་གར། ཧྥ་རན་སི་དབྱིན་ཡུལ། སི་ཛི་རི་ལན་སི་ཛི་ལན་ཟིན་ཚ་ཨ་མི་རི་ཀ་བཅས་ལ་ཚོང་དོན་བཀའ་བསྡུར་ཆེད་འགྲུལ་བཞུད་གནང་འདུག་བསམ།

དེ་དེ་བཞིན་ང་ཚོས་ད་ཅིག་དེ་ནང་ལོགས་དང་ཨ་ནི་ཅིག་ང་ཚོས་མིག་གྱེན་པ་མཉམ་དུ་འཚར་ལོངས་བྱེད་པ་ནི་ཤེས་ཡོན་གུམ་འདུག་ཨ་དེ་དེ་དེ་ང་ཚོས་ཀྱི་ད་དམིགས་ཡུལ་གཙོ་བོ་ཆེ་ཆེ་ཨ་ནི་ཁོ་རང་ཚོ་དེ་ཕེབས་ཐུབ་པ་ཡིན་ན་ང་ཚོས་ཀྱི་ད་སྐད་ཡིག་གཉིས་ཐོག་ནས་ཁ་ཤས་ཡང་བོད་བོད་མ་བཤད་པ་ཡིན་པས་ན་ང་ཚོས་དབྱིན་ཇི་ཐོག་ནས་དེ་འདྲ་བྱེད་ཨ་ནི་དེ་དེ་དང་མཉམ་དུ་ང་ཚོས་ཀྱི་ལྕགས་རྙི་ཁ་ཤས་ཅིག་ང་ཚོས་དེ་བསྣམས་ཕེབས་ཡོད་རེད་དེ་ཚོ་ཡིན་པས་ན་ཡང་ཅིག

ད་བོད་ནང་ལ་རྒྱལ་སྤྱི་སྒེར་བདུན་བརྒྱད་བརྒྱད་བརྒྱད་དགུ་ལ་ཟིང་ཆ་མང་པོ་ཞིག་ལངས་རོགས། འོ་རེད་རེད། དེ་དུས་ཨ་ནི་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གི་ཨ་ནི་ད་ལྟ་ཨ་རི་ཅིག་གི་ཁ་ཞོ་བོ་རེད་གཞུང་ནས་དམིགས་བསལ་དེ་འདྲ་གྲོས་ཚོགས་འཐུས་མི་དགུ་བཅུ་གོ་གཅིག་གི་ཨ་འདི་ནང་ལ་མཚན་རྟགས་བཀོད་བྱས་རོགས་ཨ་འདི་ང་ཚོ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་དེ་ཚོ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ནས་དེ་གི་མཚོན་དོན་དེ་ང་ཚོ་དེ་ཅིག།

སྤྱིན་ཐབ་དགུ་བ་ལ། འདི་སྟོན་བྱ་བའི་ཀྱི་དུས་དེབ་དེ་ཆ་དེ་གི་ཡོད་རེད་འདི་ནང་ལོགས་ལ། ད་གཅིག་གི་འཛམ་བུ་གླིང་ཁག་ཡོངས་ལ་ནི་ཅེས་རྒྱལ་ཁབ་རང་དབང་ལྡན་པའི་ཀྱི་རྒྱལ་དར་ཚང་མ་ཁུ་སྒྲུབ་བྱེད་ཅེས་འདི་ནང་ལོགས་ལ་ད་སད་ཞིང་ཁྲ་བ་དེ་ལ་ད་བོད་ཀྱི་རྒྱལ་རྒྱལ་དར་དེ་དང། བོད་ཀྱི་རྒྱལ་དར་དེ། འདི་ང་ཚོ་ད་ནམ་ནམ་ཤར་རྒྱུན་དུ་ཅིག་ཁ་ཤོ་བོ་རེད། ཆོས་གོས་དང་ནི་ཅིག་སྐོར་སྐྱོད་འགྲོ་སྡོད་དགོས་འདུག་འདི། ངེས་པར་དུ་ང་ཚོ་མི་དམངས་ལ་བསྟོན་ཐུལ་གྱི་རེ་བ་ཞུ་གི་ཡོད་རང་དབང་མེད་དེ་དེ་བཞིན་ད་ང་ཚོ་བོད་ནང་ལོགས་ལ་གཅིག་སྟོང་དགུ་བརྒྱ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གནས་བྱས་ནས་ཨ་ནི་ང་ཚོ་བོད་ནང་ལོགས་ལ་རབ་དང་རིམ་པ་བཀྲམ་ཁའི་རིགས་དང་ཨ་ནི་ཅིག་ང་ཚོ་གི་ཤོག་དངུལ་རིགས

གཅིག་ང་ཚོ་ཁ་ཤོར་རྫུན་མ་བཟོ་བའི་ཁག་པོ་ཡིན་པས་དེ་འདྲའི་ཞིག་གིས་ད་ཕྱིས་སུ་ང་ཚོ་གི་ཕྱོགས་གཏོགས་ལ་ཕེབས་ཡུལ་མང་ཅིག་གིས་སང་རིགས་དེ་མང་པོ་ཅིག་ང་ཚོ་དེ་ད་ཞལ་འདེབས་གནང་ལོ་ལས་སང་རིགས་དེ་མང་པོ་ཅིག་རག་འདི་གི་འདུག་ཞུ་ཡས་རག་བཀྲམ་ཀའི་བཀྲམ་རིགས་དེ་བཀྲམ་གི་ཤོག་ངོས་དེ་ཧ་ལམ་ཉུང་དྲགས་ཆེ་མ་ཞིག་རག་ཡོང་གི་འདུག་དེ་ནས་ང་ཚོ་ཟོམ་པ་གི་གཅིག་ཁ་ཤོ་བ་རེ་ད་ལྷམ་གྱི་ཟོམ་པ་དེ་དེ་གཅིག་ང་ཚོ་དེ་འབུལ་ལམ་ཞུས་ཡོད་དེ་སྣ་ལྔའི་དེ་སྤེན་པ་བུ་ཁྲིད་ར་ཁོ་རང་ཆ་དེ་གི་འདུག་ར་ཁོ་རང་གིས་འདི་གནང་དུས་ད་ཅིག་ང་ཚོ་ཆ་ལག་ག་རིས་གནང་བ་ཡིན་ན་འདི་གནང་འདི་གི་རྒྱབ་ལོག་ལ་ང་ཚོ་གི་ད་སྦྲུམ་བྱས་ཨ་ནི་ཁོ་རང་ཚོ་གི་མྱོང་བ་དང་འཚོ་བ་མང་པོ་ཞུ་ཡོད་ར་འདི་གནང་དུས་ད་ཁོ་རང་གིས་དམིགས་བསལ་ག་ཞུས་ལ་ང་རང་ཚོ་བོད་ནས་ཚུར་ཕྱོགས་ཐོག་ཡོང་དུས་ད་ང་ཚོ་ཕར་འགྲོ་བས་གི་ཨ་ནི་ཉིན་མོ་སྐྱིད་པོ་ཅིག་ང་ཚོ་ཤར་ཡོད་ཀི་རེ་བ་ཡོད་ལ་ནི་དེ་འདྲ་ཞིག་འདོག་གོ་ཐུབ་ད་ང་ཚོ་བོད་ཅིག་ག་ཞུ་གི་རེད

བདུན་བརྒྱ་དགུ་བཅུ་གོ་གཅིག་ལ་བཅུ་གསུམ་ཞེ་ལྔ་ལས། འདི་ཡིས་འདི་ཀྱི་དོན་གཅིག་པ་ཡིན་པས་ཀྱི་ད་ལྟ་ང་ཚོས་དེ་ལ་ཡོད་རྒྱུ་དེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་དེ་ཆགས་འདུག་གི་འདུག་ད་ང་ཚོ་འགྲེམས་སྟོན་ཁང་ནང་ལོ་ལ་ད་ལྟ་ལྕགས་ཉུལ་ད་དམིགས་བསལ་ད་ལྟ་ང་བཀྲམ་གྱི་རིགས་རྙིང་ཤོས་དེ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་དེ་ཆགས་འདུག་གི་འདུག་ད་ང་ཚོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་དེ་ང་ཚོ་ད་ལྟ་ཅིག་མ་རག་བ་ཆགས་འདུག་གི་འདུག་ཞུ་ཡ་ཡིན།

ད་ང་ཚོ་གལ་ཆེ་ཤོས་དེ་ག་རེ་ལ་ཡོད་ན། ཉི་མ་སྐྱེས་པའི་ཉི་མ་ད་ང་ཚོ་གཅིག་གི་གཞིས་བྱེས་མཉམ་སྦྱོང་མ་ཡོང་བར་དུ་ང་རང་ཚོ་གི་རིག་གཞུང་དང་ཆོས་དང་ཨ་ནི་དམིགས་བསལ་ང་ཚོ་གོམས་སྲོལ་དང་དེ་ཚོ་མ་བརླག་ཡས་དེ། རྩ་བརླག་མ་འགྲོ་བས་དེ། ད་འདི་གལ་ཆེན་པོ་ཞུ་གི་རེད་ད་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་གཅིག་བཀའ་སློབ་ལམ་སྟོན་ཡངས་སུ་ཡངས་སུ་ཕེབས་བསྡད་དགོས་རེད་དེ་འདྲའི་གཅིག་སོང་ཙང་ང་ཚོ་གི་ད་རེ་བ་འདི་ཨ་ནི་ད་ད་ནེའུ་ཡོག་གི་འབའ་ཡས་ནས་རེད་བྱང་ཨ་རིག་ཁུལ་ག་བ་འགྲོ་བ་ཡས་ནས་ང་ཚོ་གི་གཞོན་སྐྱེས།